དེ་ནི་རང་རྒྱལ་གྱི་དབྱེ་བ་གསུམ་གྱི་ནང་ནས་དང་པོ་བསེ་རུ་དཱ་བའི་རང་རྒྱལ་ཟེར་བ་དེ་ག་འདྲ་ཡོད་རེད་ལབ་ན་རྩ་བ་ལ་དབང་རྣོན་ནི་སྲིད་མཐར་སྨོན་ལམ་གསུམ་གྱིས་མཚམས་སྦྱར་ནས་བསྙེན་རྫོགས་ཞི་བའི་རབ་མཐའ་ཆད་ཅན་བསྟེན། རྣམ་པ་བཅུ་དྲུག་བསྒོམ་པའི་སྟན་གཅིག་ཏུ་སྦྱོར་ལམ་བྲོས་ནས་དགྲ་བཅོམ་བར་དུ་ཐོབས། དེ་གསུང་གི་ཡོད་པ་རེད། འདི་རང་རྒྱལ་གྱི་དབྱེ་བ་གསུམ་གྱི་ནང་ནས་བསེ་རུ་དཱ་བའི་རང་རྒྱལ་ལམ་ཡང་ན་རང་རྒྱལ་དབང་པོ་རྣོན་པོ་སྟོན་བྱེད་ཀྱི་རྩ་ཚིག་རེད། འདིའི་དོན་དག་བཤད་པ་ཡིན་ན། བསེ་རུ་ལྟ་བུའི་རང་རྒྱལ་ཟེར་ན་ག་འདྲ་ཡོད་རེད་ལབ་ན། སྐལ་བ་བརྒྱ་ལ་སངས་རྒྱས་ངེས་པར་སྐྱེས་ཤིང་ཚོགས་བསགས་ནས་རང་རྒྱལ་གྱིས་སྐལ་བ་བརྒྱ་ལ་ཚོགས་བསགས་རེད་ལབ་དེ་གང་ལ་དཔེར་ན་སྐལ་བ་བཟང་པོ་ལྟ་བུ་ལ་མཚོན་པ་ཡིན་ན་སངས་རྒྱས་སྟོང་རྩ་གཉིས་བྱུང་བ་ལ་སོགས་པ་གང་ལྟར་སྐལ་བ་གཅིག་ལ་སངས་རྒྱས་མང་པོ་བྱུང་གི་ཡོད་པ་རེད་དེ་དག་ངེས་པར་བྱས་དེ་དག་གི་མདུན་ནས་ཆོས་ཉན་པ་ལ་སོགས་ཀྱི་བྱ་བ་དེ་འདྲ་བསྒྲུབ། དེ་དག་གི་སྐབས་རྣམས་སུ་སྒང་དུ་བཤད་པའི་སྨོན་ལམ་དེ་བཟོ་ཐབས་ཀྱི་ཡོད་པ་རེད་སྨོན་ལམ་གསུམ་སྟེ། སངས་རྒྱས་དང་ཉན་ཐོས་མེད་པའི་འཇིག་རྟེན་དུ་སྐྱེས་པ་དང། སྲིད་པ་ཐ་མར་དགྲ་བཅོམ་པའི་གོ་འཕང་ངོ་འདོད་བྱེད་པ་དེའི་ཚེ་ན་སློབ་དཔོན་ལ་བསྟེན་མི་དགོས་པ་དང། སྒྲིབ་མེད་ལུས་ཀྱི་རྣམ་འགྱུར་གྱི་སྒོ་ནས་ཆོས་སྟོན་ཐུབ་པའོ་སྨོན་ལམ་དེ་གསུམ་གདབ་ཀྱི་ཡོད་པ་རེད། ཡིན་ཙང་ཁོ་རང་ཚོ་སྐྱེ་བ་ཐ་མ་ཨ་ནི་སངས་རྒྱས་དང་ཉན་ཐོས་མེད་པའི་འཇིག་རྟེན་དུ་སྐྱེས་ཏེ། སྨོན་ལམ་སྟོབས་ཀྱིས་རང་བྱུང་གི་བསྙེན་པར་རྫོགས། སངས་རྒྱས་དང་ཉན་ཐོས་མེད་པའི་འཇིག་རྟེན་གྱི་ཁམས་དེ་ལ་བསྙེན་པར་རྫོགས་ས་ག་ཡུལ་དགེ་བའི་བཤེས་གཉེན་མེད་པ་རེད་ཡིན་ཙང། ཁོ་རང་སྐྱེས་ནས་སྨོན་ལམ་གྱི་དབང་གིས་རང་བྱུང་གི་བསྙེན་པར་རྫོགས་ཀྱི་ཡོད་རེད། གང་ལྟར་བསྙེན་རྫོགས་ཀྱི་སྡོམ་པ་དེ་རང་བྱུང་གི་རྒྱུད་ལ་སྐྱེས་ཐུབ་ཀྱི་ཡོད་པ་རེད། དེ་ནས་བསམ་གཏན་བྱེད་པའི་རང་མཐའ་ཟེར་ན་བསམ་གཏན་བྱེད་པའི་དངོས་གཞི་སྙོམས་འཇུག་གང་ལྟར་བསམ་གཏན་གྱི་བསམ་གཏན་བྱེད་པའི་ཏིང་ངེ་འཛིན་དེ་རེད་བསམ་གཏན་བྱེད་པའི་ཏིང་ངེ་འཛིན་ལ་བརྟེན་ནས་མི་རྟག་སོགས་བཅུ་དྲུག་བསྒོམ་སྟེ་སྦྱོར་ལམ་སྟན་གཅིག་ནས་མྱང་འདས་བར་མངོན་དུ་བྱེད་དོ། མདོར་ན་ག་རེ་ལབ་ཀྱི་ཡོད་རེད་ལབ་ན་གསེར་རེ་བཏབ་པའི་རང་འགྱེལ་ཟེར་བ་དེ་སྐལ་བ་བརྒྱ་ཡི་བར་དུ་ཚོགས་བསགས་ནས་སྲིད་པ་མཐའ་མ་སྲིད་པ་མཐའ་མའི་ཚེ་ན་སངས་རྒྱས་དང་ཉན་ཐོས་མེད་པའི་འཇིག་རྟེན་དུ་སྐྱེས། རྟེན་དེ་ལ་སྒྲ་བརྗོད་པའི་གོམས་པ་མངོན་དུ་བྱེད་ཐུབ་ཀྱི་ཡོད་པ་རེད།